བཀྲ་ཤིས་བདེ་ལེགས། སྤྱིར་བོད་མི་རིགས་ནི་ལོ་རྒྱུས་ཧ་ཅང་རིང་བོ་ཞིག་ཡོད་པ་ཀུན་གྱིས་ཤེས་ཚར་ལྟར་རེད། དཔེར་ན། ངེད་ཅག་གི་གཉའ་ཁྲི་བཙན་པོ་གི་སྔོན་དུ། དེ་ནས་མངའ་དབང་མཛད་མཁན། དུ་མ་བྱུང་བ་ནི་དཔེར་ན། བཀའ་ཐང་སྡེ་ལྔ་གི་ནང་དུ། མྱ་ཁྲའི་གོང་དུ་ང་མཛའ་དཀྲུགས་ཐུབ་བྱུང་དག་གསུངས་ཡོང་ནི་རེད། དེ་ནས་བོན་གྱི་བསྟན་རྒྱུན་གྱི་ནང་དུ། མྱ་ཁྲའི་གོང་དུ་ང་མཛའ་ཅི་འཚམས་པ་བྱུང་ནི་དུ་བཀོད་ཡོད་ཀི། དེའི་མཐུན་ནས་མཁས་པའི་དགའ་སྟོན་གྱི་ནང་དུ། མྱ་ཁྲའི་གི་གོང་དུ་ངག་དབྱངས་བསྒྱུར་མཁན་བཅུ་གཉིས་ཡོད་པ་དེ་བཀོད་ཡོད་ཀི། ད་དེའི་སྐབས་སུ་ནི་དེ་དག་གི་ལོ་རྒྱུས་སོགས་ནི་ད་ངས་ཆ་ཤས་འདི་ན་ཞིབ་ཕྲ་གི། དེའི་སྐབས་སུ་ཡི་གེ་མེད་ནི་ཡིན་པས་ཞིབ་ཕྲ་གསལ་བོ་ངས་ཆ་མེད་གི་ད་ནི་ད་ལྟའི་གི་སྤྱི་ཙམ་ཞིག་དེ་མུར་བཀོད་དོན་ནི་བཀོད་ཡོད་ནི་དེ་ཡང་ངོ་མ་གི་ལོ་རྒྱུས་གི་དོན་དངོས་རེད། ད་ངས་ཅག་ག་བོད་ཀྱི་ལོ་རྒྱུས་ཀྱི་ནང་དུ་གཙོ་བོའི་བཀའ་ཆེན་ནི་ཁྱེད་ཚོ་རེད་ཟེར་ན། གཙོ་བོ་ངས་ཅག་ག་ཤེས་རིག་དར་བའི་ལོ་རྒྱུས་དེ་ནམ་ཟིག་ངས་ཅག་ག་ཐོས་ཟིག། ཨོ་ད་དེ་བཀའ་ཆེན་པོ་ཟེར་རེད། དེས་ན་ངས་ཅག་ག་བོད་ཀྱི་བོད་མི་རིགས་འདི་ཉིད་ཤེས་རིག་དར་བའི་ལོ་རྒྱུས་སུ་ཐོན་རྒྱུ་གི་མགོ་དེ་གང་ནས་བཟུང་ཡོད་ཀི། རང་ལྟ་བུ་ཟིག་གིས་ཅིག་ལྟ་ཚུལ་ཞིག་བརྗོད་ན་དེ་ནས་ཞང་ཞུང་རྒྱལ་རབས་ཀྱི་སྐབས་སུ། དེ་ནས་སྟོན་པ་གཤེན་རབ་མི་བོ་ཆེའི་བཞོན་ནས། གཡུང་དྲུང་བོན་གྱི་ཆོས་ལུགས་དར་རྒྱས་བྱུང་བ་ནས་བཟུང། དེ་ནས་ང་ཚོ་བོད་མི་རིགས་འདི་ལ། ཤེས་རིག་དར་བའི་ལོ་རྒྱུས་སུ་ཐོན་པ། དེ་དོན་དངོས་དང་མཐུན་པ་ཞིག་རེད། ངས་རང་གི་འདོད་ཚུལ་ལྟད་མོ་ཞིག་ཡིན། དེ་ཡིན་པའི་རྒྱུ་མཚན་ཅི་རེད་ཟེར་ན། དེ་དུས་ནས་ད་ངས་ཆ་བོད་ཀྱི་ཡི་གེ་ཡོད་སྟངས་ནི་རེད། བོད་ཀྱི་ཆོས་ལུགས་སུ་ཡོད་སྟངས་ནི་རེད། ཡི་གེ་ཡོད་ནི་གི་རྒྱུ་མཚན་དེ་དེ་སྔོན་བོད་ཀྱི་ལོ་རྒྱུས་མང་བ་ཞིག་གི་ནང་དུ།

ཡི་གེའི་ཚོ་ཡོད་གནད་དུ། དེང་སང་གི་མཁས་བ་རྣམས་ཀྱིས། མང་ཆེ་བས་གཏི་མུག་གི་འདོད་ཚུལ་ཟེར་རིགས། ལྷག་པར་དུ། ན་སྣང་གཟུགས་ཀྱི་ངེས་ཆགས་འདི། གཏོར་གཞི་རིན་པོ་ཆེ་དེང་རབས་ཀྱི། ད་རྒྱ་ཡིག་འུ་ཡིག་ཀུན་གྱི་ཐོག་ནས་མཁས་བ་ཆེན་པོ། ཁོང་གི་གསུང་དོན་ཆེ་རེ་བཞེས་ན། ད་ངེད་ཅག་ཡང་ལོ་སུམ་སྟོང་ཡན་ཆོད་ཀྱི་ངེད་ཅག་བོད་ལ་ཡི་གེ་ཡོད་བརྩིགས། དེའི་མི་ཚད་ཀྱི། ལ་ལ་གི་ས་ཆ་གི་འོག་ནས་མཐོ་སྙོམས་གཞང་ནུབ་ཀྱི་ཐོན་རྫས་ཀྱི་ནང་དུ་ལོ་བཞི་སྟོང་ཡར་མར་གྱི་བྱ་གླག་གི་ཐོག་ན་འོད་ཀྱི་ཡི་གེ་ཆ་རེ་ཡོད་སྐད། ཚིག་ངོ་མ་མ་ལ་གཏི་མུག་མེད་གི་ད་ནི་ཡི་གེ་རྫོང་མ་ཆ་རེ་དུ་ཡོད་སྐད། ད་དེ་ཡིན་ཚུལ་གྱི། དེ་གི་ངེད་ཅག་དེ་རིང་སང་ཉིན་འདོད་ཚུལ་དེ་ཕྱི་ཡར་སྒོ་གི་བརྒྱད་ན། རང་བཙན་རྐང་པའི་སྐབས་ཀྱི་ཐོག་མའི་བསམ་པ་དག་གི་ངན་གྱི་ཡོན་ཏན་གྱི་ཡིག་རྙིང་སྟེ་ཆ་ག་དེ་ནས་བསྟི་མི་འཚལ་ཀྱི། རྒྱ་གར་གྱི་ལན་ཙཱ་དང་བར་དུ་དང་ཏི་ལ་སོགས་པ་ལ་དེ་གའི་ཁོང་གི་ཡིག་ཧ་གཟ་བསྒྲིགས་སྟངས་ནི་དེ་ཁོ་ཐག་རེད། ཁོ་བཀའ་དྲིན་ཆེན་པོ་རེད། ཁོ་གི་བསྒྲིགས་སྟངས་དུས་བརྡ་ཡི་བརྩམས་ཚུལ་རྒྱབ་རྒྱལ་མཛའ་ཡོད་ན་རེད། དེ་ནང་སང་ཉིན་ངེད་ཅག་བརླག་ན་ཡོད་ན་རྟག་སང་ཡོད་ན་རེད་གཉིས་པའི་མེད་ན་རེད། དེ་ནས་ད་རྒྱུ་མཚན་དེ་མ་ཟེར། དེའི་མཐར་གི་ད་མི་ནི་གི་ད་རུང་གཏམ་རྒྱུད་རྒྱལ་གི་ནང་གི་ད་རུང་རེ་ཨེ་རྙེད་ད་བསམ་གྱི་གི་རེ་བ་དེ་དེར་སྔོན་མཁས་བ་མང་བོ་གི་ཧ་ཅང་གི་ད་བུར་སྟོན་ཐམས་ཅད་མཁྱེན་པ་ལ་སོགས་པ་གི་གསེར་བརླག་ཐུབ་སོང་བས། དེ་གའི་གང་ཟག་གང་ལ་བཙག་གི་འདུག་ནི་མ་ཉེས་ཟེར། རྗེས་སུ། འཇམ་དབྱངས་བཞད་པ་ལ་སོགས་པས་ཡང་དེ་ཨེ་ཉེས་ཉེས་ལས་གང་ཟག་གང་བཙག་གི་འདུག་མ་ཉེས་ནི་ཟེར། དེ་ནས་ནགས་ནང་ཟེར་གི། ངེད་ཅག་ལབ་རང་གི་དགེ་བཤེས་ཟེར་གི། ངེད་ཅག་ག་སྐྱབས་མཛད་ལས་དུས། ཨོ་ད་རུང་རེ། ཁོང་ཅག་ག་གི། ལབ་རང་གི་དེ་ཡིག་རིང་ཅག་ག་འདི་ལས་གི་ཡོད་དུས་ད་རུང་རེ་རྙེད་ནི་ཡོད་ཁ་རེད་ཟེར་གི། དེ་མི་འདྲ་ཡོད་སྟངས་ནི་ཧ་ཅང་གི་བཀའ་དྲིན་ཆེན་པོ་རེད་བཀའ་ཆེན་པོ་རེད། ད་འདི་ལྟར་ང་ཡོངས་གྲགས་སུ་བལྟ་རུང་ཁོང་ཀྱང་ཁོང་རྣམ་པ་གི་གསུང་ནས་ཀྱང་མ་རིག། དེ་ནས་བོད་ཀྱི་ངེད་ཅག་ཡི་གེ་དུ་ནམ་ཟེར་གི་བྱུང་ནི་རེད་དེ་ནི་ས་ནི་བོད་ཀྱི་རིག་གནས་ཀྱི་དང་བོད་ཀྱི་མཁས་པ་ཟེར་དགོས་ནི་རེད་མང་ཆེ་བས་དེ་གའི་ལུང་སེམས་སྟོང་ཡན་ཆོད་ནི་ཡོད་ནི་རེད་ཅམ་བུ་གི་འགོ་ཚུགས་སྟངས་ནི་རེད་རྗེས་སུ་ཐུ་མིའི་བསམ་པ་དེ་ལེགས་སྒྲིག་ཡག་ཙམ་མཛད་ནི་རེད་ད། ངས་ཀྱང་ད་ཚོད་བལྟས་མི་ཟེར། དེ་ཡིན་དང་དུས་ད་ཞང་ཞུང་རྒྱལ་རབས་ཀྱི་སྐབས་ཀྱི་སྟོན་པ་གཤེན་རབ་མི་བོ་ཆེ་གི་གཡུང་དྲུང་བོན་གྱི་ཆོས་ལུགས་འདི་དར་རྒྱས་བྱུང་བ་ནས་བཟུང་སྟེ་ངའི་བྱ་བའི་འོད་ལྟ་ཡི་གེ་ཡོད་དང་ནི་དེ་གི་ཆུ་ཟེར་དགོངས་ནས་རེ་དགོས་ངས་ཀྱང་བོན་གྱི་རང་ཉིད་ཀྱི་ཆོས་ཀྱི་ཆོས་ལུགས་ཟེར་ག་ཡོད་དང་ནི་ནང་བ་སར་རྒྱལ་བའི་ཆོས་ཟེར་ཡོད་དང་ནི་ད་དེ་ཡིན་ཙི་གི་དེ་ནས་བཟུང་སྟེ་ངས་ཆ་ག་འོད་མི་རིགས་འདི་ཉིད་ཤེས་རིག་དར་བའི་ལོ་རྒྱུས་སུ་ཐོན་པ་དེ་འདོད་དགོས་ཀི་རང་གི་བསམ་ཚུལ་དེ་མ་ཟིག་ཡིན། ད་དེ་ནས་བཟུང་སྟེ་ད་ལྟའི་བར་དུ། ད་ཞང་ཞུང་གི་རྒྱལ་རབས་ནས་བཟུང་སྟེ་ད་ལྟའི་བར་དུ། དུས་རབས་ཕྱི་མ་སུ་རེད། དུས་ལོ་ཕྱི་མ་སུ་སོང་ནི་རེད། ད་ལྟ་དེ་སྣང་ས་ནས། འདོད་ཚུལ་མི་འདྲ་བ་ཡོད་ནི་རེད་ད་ནི། དེ་ནི། མཁས་བ་མང་ཆེ་བས་ནང་ཁ་ནོར་བུ་དང། ཁ་མེད་བསམ་གཏན་དང། དེ་གི་ངེད་ཅག་རྒྱལ་ནང་གི་དེ་གི་མཁས་བ་མང་བོ། ཁོང་རྣམ་པས། བཟུང་ཚུལ་བརྩི་གི་ཡིན་ན། དེ་ཡི་དུས་ཚོད་འདྲ་བ་སྟེ་ལོ་སྟོང་གཅིག་དང་བདུན་བརྒྱ་གཅིག། དེ་ནས་ཡང་སྟོང་གཅིག་ཡང་ཆོད་ཟིག། ཡང་སྟོང་གཅིག་ཡང། དེ་ལ་སྟོང་གསུམ་དང་བརྒྱ་བརྒྱ་ཡང་ཆོད་ཟིག་སྟེ། རང་གི་ཨོའོ་དང། ཁོང་རྣམ་པ་ག་ཚོད་རྒྱུ་དེ་སྟབས་བདེན་པ་རེད་བསམ་གྱི་གི་གཏི་མུག་གི་བསམ་པ་ཟིབ་ཤོང་སོང། གཏི་མུག་གི་གསུང་གི་འོག་གི་དེ་ལྟ་ངོ་མ་གི་གནས་ཚུལ་དོན་དངོས་དང་མཐུན་པ་ཟི་ད་ལ་ཨ་མི་ཡིན་བསམ་གྱི་གི་རང་གི་བསམ་ཚུལ་དེ་ཡོད་གི། ད་གཏི་མུག་ཟེར་བའི་ཡིན་པའི་ཨང་ཐོབ་བཏང་ན་དེ་ནས་ངེད་ཅག་བོད་ཀྱི་ལོ་རྒྱུས་ཀྱི་ཐོག་བལྟས་ན། མི་མང་ཆེ་བས་ངེད་ཅག་བོད་ཀྱི་ལོ་རྒྱུས་ཟེར་ཏེ་སྨྲ་ར། ཐུགས་ཟེར་རྒྱང་ནས་འདྲ་འདྲ་སྨྲ་ར། དེ་མིན་སང་གི་གསར་མ་གཏོང་དགོས་པ་དེ་མ་རེད། ལོ་རྒྱུས་ཟེར་གྱི་དེ་ཡར་ཀྱག་ཀྱོག་ཡོད་ན། འོ་ཡ། འགྱུར་བ་ཡོད་ན། ཏི་མོ་ཛེ་ཡིན་ན་ཏི། རྒྱལ་ཁབ་སུ་ཡིན་ན་འདྲ་མི་རིགས་སུ་ཡིན་ན་འདྲ་གནས་ཚུལ་ཏི་མོ་ཛེ་ཡིན་འདུག་ཡོད་ངེས་ཀྱི་འོ་མི་རིགས་འདི་གཉིས་ལ་ཆ་གཟིགས་བཞག་ན། དེ་ནི་དེའི་དུས་རབས་དང་རྒྱལ་རབས་འདྲ་སྟེ་དབྱེ་བ་བཞིའི་འགྲངས་ཚད་ཕྱིར་འགོག་དགོས་བསམ་གྱི་ཟི་རེད། གཅིག་ཕྱི་ཟི་རེ་ཞང་ཞུང་རྒྱལ་རབས་རེད། དེའི་སྐབས་སུ་དབོན་གྱི་གཡུང་དྲུང་དབོན་གྱིས་བསྟན་པ་ལྟར་ན་དེ་དུས་རབས་གཅིག་གཅིག་སྟེ། ད་དེའི་སྐབས་སུ་ངེད་ཅག་གི་དཔེ་གཟིགས་བཞག་ན། ས་ཆ་ལ་ཞང་ཞུང་གི་ཡུལ་ཟེར་ནི་རེད། མོན་ལ་ཞང་ཞུང་གི་མོན་ཟེར་གྱི་ཐ་སྙད་སྟེ་དེའི་སྐབས་ཀྱི་ཞང་ཞུང་རྒྱལ་རབས་ཀྱི་སྐབས་ཀྱི། དེ་གའི་དེའི་འཕྲོ་ནས་གཉིས་པ་སྤུ་རྒྱལ་བོ་ཀྱི་བཙན་པོ་རྒྱལ་རབས་དེའི་སྐབས་སུ་ས་ཆ་ལ

གོང་མའི་དབང་བསྒྱུར་སྐབས་སུ། དེ་ནས་ཡང་དུས་རབས་ཟེར། དེའི་སྐབས་སུ། ས་ལ་རང་ས་འོད་ཀྱི་ཡུལ་དང། ས་ཆ་ལ་ནི་གོང་གི་ཁྱད་པར་འོག་གི་འོད་ཆོས་ཁག་གསུམ་ཟེར་འདི་རེད། གཏི་མུག་གི་མཐར་ཉེར་ཕྱུང་ནི་ཟེར་རེད། དེ་གི་མཐའ་མར་མཐའ་མ་དེ་ལ། ཚེ་ཚེ་རེད་ཚེ་རེད་དགའ་ལྡན་ཕོ་བྲང་བ། དགའ་ལྡན་ཕོ་བྲང་བ། ད་དེ་དེ་ནས་བཟུང་སྟེ་དེ་ནས་ས་ལ་འོད་ཀྱི་ས་དང། དེ་གའི་མི་ལ་རང་ས་འོད་ཀྱི་མི། ཡིན་ན་ཡང་དེ་གའི་ས་ཆགས་ཀྱི་མིང་གི་དབྱེ་བ་བཤད་སྲོལ་མི་འདྲ་སྐད། མི་འདྲ་ཆེ་ཆེ་གྱི་རེད་ཡང་ཡང་བཀབ་ལ། ས་ཆག་གི་ངེད་ཀྱི་བོད་ཀྱི་ས་ཆག་གི་དབྱེ་བ་བྱེད་ཚུལ་དེ་ལ། དེའི་བརྗོད་ཚུལ་དེ་ལ། དེ་ནི། ཡང་ཡང་བར་སྒོ་ཕུག་བར་གསུམས་ཡང་ཡང་རྒྱལ་རབས་སྐབས་སུ་དབྱེ་བ་བྱེད་ཚུལ་དེ་རེད། ཡང་ཡང་བར་སྒོ་ཕུག་བར་གསུམས། ད་ལྟའི་དབྱེ་བ་ལ་སོགས་པ་ཡིག་ཆ་ནང་གསལ་བོར་ངེས་བཤད་མི་དགོས། དེ་གའི་སྒོ་ལ་ཡང། དེ་ག་རྒོད་ཕོ་བ་གསུམ་ཡོད། གཡང་གཞོང་རྒོད་ལ་གཡང་རྒོད་ཕོ་བ་སོགས་དབྱེ་བ་ཕྱེད་ཅིག་ཡོད། དེའི་ནང་དུ་དེ་ག་ངེད་ཅག་རྒྱལ་མོ་རོང་ལ་སོགས་པ་ཀུན་དུ་དེའི་ནང་འདི་ཡོད། གཉིས་པ་དེ་ག་བོད་ཀྱི་བཙན་པོའི་རྒྱལ་རབས་ཀྱི་སྐབས་སུ། དེ་གའི་དབྱེ་བ་ཕྱེད་ཚུལ་དེ་སྟོད་མངའ་རིས་སྐོར་གསུམ་པར་དབུ་གཙང་རུས་བཞི། སྨད་མདོ་ཁམས་སྒང་དྲུག། དེའི་དབྱེ་བ་ཕྱེ་ཚུལ་དེ་ཡོངས་གྲགས་རེད། དེ་ནས་ས་སྐྱ་ཀྱི་གདུང་རབས་དབང་ཆ་བསྒྱུར་བའི་སྐབས་སུ། དེ་གའི་ངེད་ཆགས་ཁག་ཐམ་ག་ཟེར་རྒྱུ། དེ་གའི་བུ་ཆོལ་ཁ་གསུམ་དེའི་མིང་དུ་བཏགས་ནི་རེད། དེ་ནས་དགའ་ལྡན་ཕོ་བྲང་བར་གྱི་དབང་ཆ་བསྒྱུར་བའི་སྐབས་སུ། དགའ་ལྡན་ཕོ་བྲང་ཟེར་ན་ཚེ་རིང་ཟེར་ན་ད་ངས་བྱ་བ་ངན་གིར་སྦྱང་བ་ང་པ་ཆེན་པོ་དེ་ནས་དེའི་སྐབས་སུ་དེ་ནས་བཟུང་སྟེ་དགའ་ལྡན་ཕོ་བྲང་བ་ཟེར་གྱི་གི་ཆབ་སྲིད་སྐྱོང་ནས་དེ་ནས་བཟུང་སྟེ་དེ་ནས་ངས་བྱ་བ་ས་ཆ་དབྱེ་བ་བྱེད་ཚུལ་དེ་ཕལ་ཆེར་མདོས་དབུས་ཁམས་གསུམ་ཟེར་གྱི་གི་མཐར་ཉེ་དེ་ནས་བྱུང་ཟིག་གནས་ཚུལ་དེ་མི་ཟེར་རེད།

དེ་སྟེ་རང་སངས་ཉིད་ཀྱི་གནས་ཚོལ་ཅིག། ཡིན་དུས་སྤྱིར་བོད་ཀྱི་ངེད་ཅག་གི་ལོ་རྒྱུས་ཟེར་རྒྱུ་གི་རགས་རིམ་སོགས་ཀྱི་ཐོག་ནས་དེ་ངེད་ཅག་གིས་ཤེས་དགོས་ཀི།